ཡོང་ས་དེ་ཕལ་ཆེ་ཨ་ནི་ལ་དྭགས་དང། ཁུ་ནུ། སྤི་ཏི། ཨ་ནི་དག་ན་ཤེ། མ་ན་ལི་གི། དེ་ནང་ནས་ཁོ་རང་ཡང་སློབ་ཕྲུག་དེ་འདྲས་འདུག་ས་སླབ་གྲ་དེ་ལ་བསླབ་ནས་བསྡད་ཤག་ད། སློབ་གྲ་དེ་ལ་ད་ངས་ད་ལན་བསྡད་ཀྱི་སྙིང་དུ་ཟོས་དགོས་དེ་ཡང་མི་མང་ལ་འདུག་དཀའ་ངལ་ཅིག་ཁྱེད་ནས་ཨ་ནི་ཁྱེད་རང་ཚོའི་གི། ངོས་ནས་རྒྱབ་སྐྱོར་ཅིག་ཞུ་ཡས་ཡིན། ད་དེ་ཁོ་རང་ཚོའི་གི་སླབ་གྲ་དེ་གི་དཀའ་ངལ་དེ་ག་འདྲའི་བྱུང་ཤ་ལ་ན་དཀའ་ངལ་དེ་ད་སྤྱི་བཏང་དེ་སླབ་གྲ་དེ་རྒྱ་གར་གཞུང་གི་འོག་ལ་འདུག་ཡོད་འོན་ཀྱང་ཨ་ནི་སོག་ལ Scholarship པའི་འདུག་རོ་ཨ་ནི Scholarship པའི་འདུག་གསུངས་པ་ད་ཐ་ནའི་གི་སློབ་སློབ་ཕྲུག་ཆ་ཚང་འདུག་སློབ་ཕྲུག་རྙིང་པ་དེ་ཕ། བུའི་རྩ་ནི་གསར་བ་འདུག་སླེ་དུས་ཟམ་པ་ལ་ཡང་ཁོ་ཚོ་ལ་ཡུ་ནི་ཧྥོམ་ཡོད་ར་སྒྲིག་ཆས་དེ་འདྲས་བཟོས་ཀྱི་འདུག་ཨ་སྒྲིག་ཆས་བཟོས་བའི་སྐབས་ལ་ནང་མི་རེ་རེ་ནས་ཨ་ནི་རྒྱ་གར་པའི་ཤག་དགུ་མོ་ལྔ་བརྒྱ་ལྔ་བརྒྱ་འགྲོ་བཞིན་སྡོད་ཀྱི་ཡོད་ས་རེད་ཨ་ནི་དེ་སྡོད་དུས་ཟམ་པ་ལ་ཨ་ནི་དཀའ་ངལ་མང་པོ་འཕྲད་ཀྱི་ཡོད་ས་རེད་འདི་གཅིག་པོ་མ་རེད་ཤག་འདི་ཡུ་ནི་ཧྥོམ་འདི་གི་དཔེ་ཤག་འདི་ད་སློབ་ཕྲུག་ད་ནི་གསར་བ་འདི་རྗེས་མ་ལོག་གི་དགུང་ཁ་ལ་འདུག་མ་བཞིན་དཔེ་ཤ་འདུག་གཞུག་ནས་མ་རག་གི་མེད་ས་རེད་ཨ་ད་ལྟ་སྒྲིག་ཆས་འདི་བཟོས་ཚར་ནས་ཏག་ཏག་ཏག་བུ་ལོན་འདུག་བསྡད་ཡོད་ས་རེད་ཨ་ནི། ད་ང་ལ་འདུག་ངེད་ཀྱི་རྩ་ལ་དཀའ་ངལ་འདི་འཁེལ་ཡོང་ས་འདི་ང་རང་གི་ཡང་བར་ན་ཟིའི་སློབ་ཕྲུག་གཅིག་པ་དམ་ཐག་ཆ་ལ་ཁོ་རང་བྷེ་གྷེ་ལ་སློབ་སྤྱི་རེད་ཤག་ཨ་ནི་ཁོ་རང་མིང་ལ་དཀོན་མཆོག་རྒྱ་མཚན་ལུགས་ལགས་ཀྱི་རེད་ཨ་ནི། ང་ཚོ་གཉིས་མ་བསླབ་གྲྭ་སྡེ་བའི་སྐབས་ལ་ང་དང། ང་ཁོ་རང་ལས་འཛིན་གྲྭ་གཅིག་རྒན་པ་རེད་ཨ་ནི་ཁོ་ངོ་ཚོ་མཉམ་པོ་ཤག་གཅིག་པ་དང་རུམ་མེད་རུམ་གཅིག་པ་ངོ་ཚོ་འཛིན་གྲྭ་པི་ཨེམ་སེ་ཀན་ལ་ངོ་ཚོ་རུམ་གཅིག་ན་སྤོ་བོ་རྒྱལ་རྒྱལ་སློབ་ཕྲུག་རྒྱལ་རྒྱལ་དེ་འོ་རེད་ཨ་ནི་ཁོ་རང་ཁོ་རང་ཚོ་གི་འཛིན་གྲྭ་ནང་ནས་མིང་དང་པོ་ལེན་གསུངས་པ་ནི་ངོ་ཚོ་འཛིན་གྲྭ་ནང་ནས་མིང་མཐའ་མ་ཡིན་གསུངས་པ་འདུག་གསུངས་ནས་རུམ་མེད་ཆགས་སྟངས་དེ་འདྲའི་རེད་ཨ་ནི་ལོ་གཉིས་པི་ཨེན། Second། དང་ཡུ་ཨེན། First། ལ་འདུག་ཟེར་ནས་ང་ཚོ་གི་སློབ་ཕྲུག་ཤག་གཅིག་པ་བྱིན་བདེ་ཡིན། ཁོ་རང་དཔེ་ཡག་པོ་ཡོད་རེད། སྐད་ཆ་འདི་ཚོ་མ་ཡིན་ཅི་ཡིན་མ་རེད། ཨ་ནི། ཨ་ནི་ཁོ་རང་གི་གར། ཁོ་རང་ངོས་ནས་ད་གང་ཐུབ་ཐུབ་ཁོ་རང་གི་སོ་སོ་ཨམ་པ་ནས་རོགས་པ་གང་ཐུབ་ཐུབ་བྱེད་ཀྱི་ཡོད་ས་རེད། ཡིན་འོན་ཀྱང་ད་སློབ་ཕྲུག་ཆ་ཚང་འདུག་ཁྱབ་ཐུབ་ཀྱི་མེད་ས་རེད། ཨ་ནེ་ད་ནི་ངའི་རྩར་འདུག་དཀའ་ངལ་དེ་ཁྱེད་ནས་སླེབས་སོང། ཨ་ནེ། ད་དང་པོ་དེར་ངེད་ཀྱིས། ད་ང་ཚོ་ངེད་ང་རང་གཅིག་པོ་དང་ངེད་ཀྱི་འཛིན་གྲྭ་གཅིག་པ་དེར་ཁ་ཤས་ཞོར་རེ་ནིའུ་ཡོག་དང་ཀལ་ཕོར་ནི་དུ་བ་ལ་རོགས་པ་ཞུས་པ་ཡིན། ཨ་ནེ་ཞེ་ར་ཞེ་ར་བྱེད་འདུག་མ་རེད་ལེ། ཨ་ནེ་ཁོ་རང་གིས་དངུལ་ཡོད། འགྲོ་སོང་དེ་གཅིག་སྟོང་གྲོ་ལོ་གཅིག་སྟོང་ལྔ་བརྒྱ་དང་ལྔ་བརྒྱ་ནས་ཉིས་སྟོང་བར་འདུག་སྤྲོད་ཆ་ཞིག་འགྲོ་གི་འདུག་ཨ་ནེ། དངུལ་འདི་ཡིས་དེ་འདྲའི་བྱུང་བ་ཡིན་ན་འདི་དཀའ་ངལ་ད་གནས་སྐབས་ཀྱི་དཀའ་ངལ་འདུག་སེལ་ཐུབ་ས་རེད། ཨ་ནེ་ད་ངས་བརྙན་ཐུང་ཅིག་བཟོས་ན་ང་ལ་ད YouTube ཀྱི་བརྙན་ཐུང Channel ཆུང་ཆུང་ཅིག་ཡོད་རེད་ད་འདི་གི་དེ་ངེད་ལ་ཅིག་ཚགས་ཚུད་པོ་ཅིག་ཡག་པོ་བྱུང་སོང་བུ་མོ་གཉིས་ལ་ངེད་ཀྱི་ཞལ་འདེབས་འདུག་ཞུས་ནས་ཨ་ནེ་ང་རང་ལ་ཡག་པོ་རག་སོང་འདི་ངེད་ཀྱི་ཕ་བཏང་ཡོད་རྒྱུ་ད་དུང་ཚོ་ཅིག། འབྲས་བུ་བཟང་པོ་འགྲོ་གཞི་ཆུང་ཟུར་བ་མི་མང་རྒྱབ་སྐྱོར་ལ་བརྟེན་ནས་ཨ་ད་ལན་འདི་འདྲའི་རིགས་ངེས་ཀྱི་བརྙན་ཐུང་ཅིག་བཟོས་ན་ལ་ཁོ་རང་སྐད་ཆ་བཤད་ཡིན་ཨ་ནི་ཁོ་རང་གིས་ད་འདི་འདྲའི་བརྙན་ཐུང་བཟོས་པ་ཡིན་ན་སྟབས་བདེ་བོ་མི་འདུག་གསུངས་ཟུར་བ་གང་ལ་ཞུ་བ་ཡིན་ན་ཡང་མི་མང་གིས་བསམ་སྲིད་ཀྱི་རེད། ད་སྐུ་ཞོ་འདི་དཔེ་ཞག་འདི་འདྲའི་ཅིག་ཁོ་རང་གི་ཨམ་བག་ནང་ལ་འགྲོ་གི་མེད་ན་འདི་འདྲའི་བསམ་ཡས་ཀྱི་དོགས་པ་སླེ་སྲིད་ཀྱི་རེད་ཨ་ད་ཁ་ན་ཤིན་ཡང་འདི། སློབ་གྲྭ་དེ་ཡང་རྒྱ་གར་གཞུང་གི་འོག་ལ་ཅིག་ཡོད་རུང་བ་ཡང་དངུལ་དེ་འདྲས་ཅིག་རག་ནས་ཡང་ཁོ་ཚོས་ཅིག་ཧ་གོ་འོས་ན་ཡང་དེ་འདྲས་ཀྱི་དཀའ་ངལ་ཡོང་མ་སྲིད་པ་མ་རུང་བ་སོང་ས་ཨ་ནི་རྗེས་ལ་འདི་ང་ཚོ་གཉིས་སྤྱིན་བདག་དང་པོ་ནང་ལ་སྐད་ཆ་བྱུང་རྒྱུ་རེད། ཨ་ནི་དེའི་རྗེས་ལ་ད་ད་ལྟ་ང་རང་ཉིད་ཀྱི་སྐད་ཆ་དེ་བྱུང་རྒྱུ་དེ་ངེད་ཀྱིས་ཡང་འཁྱུག་ཟིན་ངེས་འདུག Messenger ལ་ཡང་ངས་དེ་ནས་མ་བཏང་ཤག་གོ་ར་དེ་ངེས་ཀྱི་འདུག་དེ་ངས་དེ་ངས་ཕྱི་གོ་ཨ་ནི་དེ་ནས་སྤྱིན་བདག་རྔ་བ་ཡིན་བསམ་སྔ་བ་ན་ལ་རྔ་བ་ན་ལ་འབྲེལ་བ་ཅིག་བྱུང་རེད། འབྲེལ་བ་བྱུང་ས་ནི་ཡང་ངེད་ཀྱི་གྲོགས་པོ་འཛིན་གྲྭ་གཅིག་པ་ཀལ་ཧྥོ་ནེ་ལ་ཡོད་ཁོ་རང་གི་བརྒྱུད་ནས་ང་འདུག་ས་དེ་རེད། དེ་ནས་ཡང་བདུན་ཕྲག་གསུམ་ཕྱིར། ཁ་ཅིག་ལ་ཡང་ངེད་ཀྱི་འདིའི་ང་གི་ཧྥེསྦུག་དེ་ཡང་ངེད་འདིས་དགའ་རེད་བདུན་ཕྲག་གསུམ་ཅིག་ཡང་ཧེག་ཏུ་ཆགས་ནས་ཧེག་ད་ཆགས་མེད་ས་རེད། གཅིག་གིས་ངེད་ཀྱི་འདི་ན Traffic འགྲོ་ཞིག་གླེང་དུས་བསམ་པ་ལ་ཡང་ཁོང་ཚོ་གིས Two Factor གི Passport འགྲོ་ཅིག་བཟོས་འོང་འོང་དེ་བཟོས་བའི་གི་ཆེད་དུ་ཡང་བདུན་ཕྲག་གསུམ་འགྲོ་ཞིག་བཀག་སོང་ཨ་དེ་གི་ཡང་འབྲེལ་བ་བྱུང་མ་སོང་ད་ཡང་ཕྱི་ཟླ་དྲུག་པ་རང་ལ་འབྲེལ་བ་ཅིག་བྱུང་སོང་ཨ་ནི་ད་ནི་ངེད་ཨ་འདིའི་རྗེས་ལ་ཁོ་རང་གིས་ད་བརྙན་ཐུང་བཟོས་ན་འགྲིག་གི་རེད་གསུངས་སོ་རོ་ཨ་ནི་ངེད་ཀྱིས་འདུག་ཟེར་ནས་བརྙན་ཐུང་བཟོས་ཀྱི་ཡོད། ད་དཀའ་ངལ་འདི་འདྲས་རེད་ཤག་ད་ནི་ད་ནི་ཞེས་ཁོ་རང་ཚོ་གི་སློབ་གྲྭ་འདི་ལ་སྨན་སློབ་ཕྲུག་ཡ་ན་བའི་སྐབས་ལ་སྨན་གྱི་འགྲོ་གྲོན་འདི་འདྲས་ཡ་འདི་གི་ཐོག་ལ་ཡང་དཀའ་ངལ་འཕྲད་ཀྱི་འདུག་ད་འདི་ད་གཙོ་བོ་འདི་སྨན་དང་སྒྲིག་ཆས་འདི་རེད་ཤག་ད་འདི་སློབ་ཕྲུག་དྲུག་ཅུ་རེ་བདུན་ཆ་ཚང་ལ་བཟོས་འདུག་བསམ་ན་ཕ་མ་རེ་རེར་ལྔ་བརྒྱ་ལྔ་བརྒྱ་དུས་དགོས་ལབ་དུས་བསམ་པ་འཚེར་པོ་བཞུགས་འདུག་ས་ཕ་མ་ག་ཤེད་སྤྲད་ལ་མ་སྤྲད་ལ་བྱས་ཕ་མ་གང་ས་སློབ་ཕྲུག་འདི་ལ་ཡོད་རྒྱུ་གང་ས་ཕ་མ་ཉམ་ཐག་དང། སྐྱོ་བོ་དག་ཨ་ནི་དག་ན་ཤི་ཕ་མ་ཡང། ཁ་བྲལ་གྱི་སྤུ་བོ་དག་དེ་འདྲའི་མང་པོ་ཡོད་ས་རེད། ཨ་ནི་ད་ངས་ད་ནས་མི་མང་གི་རྒྱུད་ནས་ཅིག་ངས་རྒྱབ་སྐྱོར་ཅིག་ཞུས་ན་ག་འདྲེས་འདུག་ལབ་འདོད་ཟིན་པ་དག་འདུག་ཉིས་སྟོང་གི་སྲོལ་ཡིན། གང་ལ་ཞུས་པ་ད་ངས་ཀྱི་འདི་ཁྱབ་ཆེན་པོ་འགྲོ་བ་ཡིན་ན་མི་མང་པོ་ཙམ་ནས་ཡང་ངས་ཀྱི་སོ་སོ་སྒེར་རེ་རེ་ནས་ཡང་འགྲོ་ལ་ལྔ་བཅུ་ཉི་ཤུ་ལྔ་བཅུ་བརྒྱ་བརྒྱ་བརྒྱ་ལ་འདི་མང་པོ་རོ་དེ་འདྲའི་གི། གྲངས་འདི། འགྲོ་ལམ་བཅུ་བཅུ་བཅུ་དེར་མི་མང་པོ་ཙམ་ནི། བཅུ་བཅོ་ལྔ་ག་ཚོད་རག་ཡོད་མང་པོ་ཙམ་ནི་རག་ན་ནི་ཡང། འདི་ཡིས་གཅིག་སྟོང་ལྔ་བརྒྱ་ནས་ཉིས་སྟོང་འདི་ལོངས་མགྱོགས་བ་རེད་རོ། འདིའི་འཕྲལ་ཚེ་དཀའ་ངལ་དུག་སེལ་ཐུབ་ས་རེད་ད་ནི་འདིར་གྱིས་སོང་ཙང་ལ་ངས་མི་མང་ལ། དུག། ཡང་ལག་པ་བརྐྱང་གི་ཡོད། རྒྱབ་སྐྱོར་གནང་རོགས་གནང་ཞུ་བ་ཡིན་ཞལ་འདེབས་གང་ཐུབ་ཐུབ་གནང་རོགས་གནང། ངེད་ཀྱི་སློབ་ཕྲུག་དེ་ཚོ་གི་པར་བསྟུན་ན་འགྲིག་གི་རེད་རོ། ད་ནི་ཁོ་རང་པར་ག་ཤེད་ཤེད་བཏང་སོང་ངས་ཁོ་རང་བརྒྱུད་ནས་ཡང་དེ། བརྙན་ཐུང་ཆུང་ཆུང་ཞིག་རྙེད་འདུག་ལན་ཡིན། Facebook ནས་མ་བཏོན་ནས་ད་འདི་རྙེད་འདུག། འདི་ན་གླུ་བའི་ཐབས་ཤེས་གཏང་གི་རོ། བརྙན་ཐུང་གཙང་མ་ཡོད་དགོས་མེད་ངེད་ཀྱི་ཐེ་ཚོམ་ཤེས་ཀྱི་མི་འདུག། ནི། ད་འདི་ན་ལ་ངེད་ཀྱི་སྙིང་མ་ངེད་ཀྱི་བུ་མོ་གཉིས་ལ་འདུག། ཞལ་འདེབས་སློང་བའི་སྐབས་ལ་ངེད་ཁོ་རང་གཉིས་ལ་འགྲོ་ལོར་བཅུ་ཅིག་བཏང་ཡས་འདུག་གྲལ་ལ་གྲུ་ཆས་ཟུར་བ། འགྲོ་ལོ་ལྔ་ང་བཅུ། ད་ད་ནི་འགྲོ་ལོ་བཅུ་འདི་ངེད་ཀྱི་འདི་ན་ལ་འདུག། བཏང་གི་ཡིན། མིང་མེད་ཀྱི་ཐོག་ནས། ཨ་ནི། རྒྱབ་སྐྱོར་གང་ཐུབ་གནང་རོགས་གནང། ཨ་ནི། སོ་སོ་ང་ཚོ། རྩ་བའི་ཏང་ང་དང་མི་ནི་སུ་ར་ནི་རོ། ཨ་ནི་འདི་གཉིས་ལ་ང་ཚོ་བུ་མོ་གཉིས་ལ་རྒྱབ་སྐྱོར་ཞུ་རྒྱུ་བསམ་པ་ལ་ཡང་ང་ཚོ HCMC གི། ཨ་ཅེ་པད་མ་གིས་འདུག་ཤེ་ཡ། ཉིན་བྱེད་ཆ་ཚང་ལ་འདུག་ཤེ་ཡ། ལག་པ་བརྐྱངས་ནས་མོ་རང་གི་ཁུར་བླངས་ནས་ཡང་འདུག་ཅིག་བསྡུས་ཤ་མི་མང་པོ་ཅིག་གིས་ཞལ་འདེབས་ཡག་པོ་གནང་སོང། ཨ་ནི། དེ་དེ་བཞིན་དུ་ད་སྨྲེ་སྔགས་དེ་འདྲས་ན་ཕྱག་ལས་གནང་དང་གནང་བཞིན་པའི་ང་ཚོ་བོད་མི་ཚོ། ཨ་ནི་ཁོ་རང་ཚོ་ཡང་སོ་སོ་སོ་སོ་དེ་འདྲ་ཅིག་ཡང་གྲ་སྒྲིག་བྱས་ནས་ཡང་དཔེ་ཆ་བསྡུ་རུབ་བྱེད་བས་ན་ཐུགས་ཕན་ཞུ་སྲོལ་ས་རེད་ད་དེ་འགྲོ་ས་དེ་དཔེ་ཆ་ཆུ་ཟད་བཅས་འགྲོ་གོ་མ་རེད་སློབ་ཕྲུག་རང་ལ་འདུག་འགྲོ་གོ་རེད་ཨ་ནི་འགྲོ་ས་དེ་བཟང་པོ་ཅིག་འགྲོ་གོ་རེད་ད་ནི་ང་ཚོ་བསོད་ནམས་ས་ཡ་ཀྱི་ཡང་གོ་སྐབས་བྱས་རག་ཡོད་རེད་ཨ་འདི་འཕྲིན་གསལ་དཀའ་ངལ་སེལ་ཐུབ་ས་རེད་ཡང་མ་འོངས་པ་ཡང་དེ་འདྲའི་ཡང་ང་ཚོ་མི་ཉི་ཤུ་སུམ་ཅུ་སུ་ཕྲུག་རིག་ཁྲ་གྲང་བསྡུས་ནས་སྦྱིན་བདག་ལ་བྱུང་བ་ཡིན་ན། ད་ང་རང་ཡོད་དུ་ན་ཡོན་གྱི་ཆེ་གེ་ཚིག་དེ་འདྲ་བྱུང་བ་ཡིན་ན། ཨ་ནི་སོ་སོ་ཨ་མ་ནི་འགྲོ་ལ་ལྔ་བཅུ་ལྔ་བཅུ་ལོ་འགྲོ་གི་རེད། ཨ་ནི་དེ་འདྲའི་ཅིག་བསྡུས་འདུག་བསམ་པ་ལ་ལོ་རེ་རེ་ལོ་རྟགས་རེ་ཞིག་དེ་འདྲ་བཏང་ཐུབ་པ་ཡིན་ན། ད་དེ། ལེགས་པའི་ཆ་འདི་དག་ནི་ཡག་པོ་བཟང་པོ་ཞིག་བྱུང་བ་ཡིན་ན་སྦྱིན་བདག་འགྲོ་ཆུང་ཚོ་མི་ཉི་ཤུ་སུམ་ཅུ་གི་སྦྱིན་བདག་ཞིག་སྟོན་ཨ་ནི་འགྲོ་ལོ་ལྔ་བཅུ་ལྔ་བཅུ་ལོ་རེ་རེ་ལ་ཟླ་འདིའི་ཉི་མ་གཉིས་མ་བརྩིས་ན་ཟླ་འགྲོ་ལོ་གཅིག་ཕྱེད་ཀ་ཕྱེད་ཀ་འགྲོ་རོ། གཉིས་འགྲོ་གཅིག་རྩིས་རེར་བརྒྱབ་ནས་འདི་འདྲའི་འགྲོ་ཞིང་མ་ཞིག་ལེགས་མ་རེད། ཨ་ནི་རྒྱབ་སྐྱོར་གང་ཐུབ་ཐུབ་གནང་རོགས་གནང་ཞུ་ཡི་རོ། ཨ་ནི་ད་ངེད་ཀྱི་འདི། འདུག་གཤམ་དུ་ངས་ཀྱང་བལྟ་འདུག་ང་རང་གཉིས་བར་འབྲེལ་བ་བྱུང་སྟངས་ཕྱི་རོལ་ཡང་ལྟ་ཡང་དེང་སང་ཡང Proof མ་ཐོན་འདི་ངས་ལྟ་ང་གཉིས་ཁོ་རང་ཚོ་དེ་སྐྱེ་ཤུགས་རྒྱག་ཡིན་ད་དེ་འདྲ་བྱུང་ན་ཡག་པོ་ཡོང་ས་རེད་ལེ་ཉིན་ཐུང་ན་བཟོས་དུས་གསུམ་པ་ལ་ད་དགོངས་ཆོག་མཆན་རག་རོགས་བཟོས་ཆོག་མཆན་རག་དུས་གསུམ་པ་ལ་ཡང་ཁོ་རང་ལས་དེ་སྐ་ལས་ཁྲིད་རོགས་ཉིན་གཅིག་ཡང་པུའུ་བཟོས་པར་སྟོན་དགོས་རེད་ཉིན་ཐུང་བཟོས་དུས་གསུམ་པ་ལ་ཡང་ཕ་མ་གི་ག་རེ་ལབ་ཀྱི་ཡོད་མེད་ད་དེ་འདྲ་ཡང་འདི་གི་གཞུང་འདི་རྒྱ་གར་གཞུང་གི་འོག་ལ་ཡོད་དུས་གསུམ་པ་ལ་དེ། དེ་འདྲའི་མང་པོ་ཅིག་ལ་བལྟ་འོ་དོ། ད་ང་རང་ཉིད་ཀྱི་འབྲེལ་བ་དང་པོ་འདི་རུ། ད་ངེད་ཀྱིས་ཁོ་ལ་ང་དེ་འདྲའི་ཅིག་བྱུང་གོ་གསུང་དེ་འདྲའི་འདི་མི་གོ་མི་གོ་བ་བྱེད་རོ། ད་དེ་སྐོར་སྐར་མ་དགུ་ཆ་ས་སུ་རུ། ད་འདི་ངས་ཟེར་རོ་གནང་རོ། ད་འདི་འདི་ང་ཡིན་སྤྱིན་ཟླ་དང་པོའི་ལོ་འདི་གི་ལ་སྤྱིན་ཟླ་དང་པོའི་ཕྱི་ཚེས་བརྒྱད་ཉིན་འདུག་རེད་རོ། Messenger།

མང་པོ་ཞིག་ལྟར་འདུལ་བ་ཆེ་ཆུང་མ་སོང་འདུལ་བ་དེ་སྲས་མི་གཟིགས་དོ། ལུས་སོང་དེ་ནས་འདི་ཙམ་པར་འདུལ་བ་ཆོག་ཆུང་མ་སོང་གོང་ལྟར་ཞུ་ཡས་ཡིན། དེ་ནས་ཁ་རྩང་དེ་བཀྲ་ཤིས་དོན་འགྲུབ་ཀྱིས་མེ་སྲེག་ཐོག་སླེབས་སོང། ཡ་ཡ་དེ་ནས་ང་ཚོ་དེ་ཁྱེད་རང་ལ་ཡ་རེ་བ་ཞུ་ཡས་ཅི་ལ་ཡ་ཁ་རྩང་ཁྱེད་ཀྱིས་བིདེའུ་སྒྲོག་བཟོ་ནས

སྦྱོང་བརྡར་འདི་ང་ཚོ་གིས་ད་སློབ་གྲྭ་ཡུན་གནས་སྟངས་ཐོག་བྱེད་བཞིན་པ་ཡིན་ན། ང་ཚོ་སློབ་གྲྭ་འདི་ནང་ལོགས་ལ་ཡ་མང་ཆེ་བ་ད་ནི་པུའུ་དེ་ཚོ་ང་རང་ཚོའི་ཧི་མ་ལན་གྱི་པུའུ་རྐྱང་རྐྱང་རེད། སྤི་ཏི། ཁར་ཆག། ཁུ་ནུ། དེ་ནས་ཟངས་དཀར། དེ་ནས་འདི་བ་ནས་རྒྱ་གར་ཁམས་པ་དེ་འདྲ་རྐྱང་རྐྱང་རེད། མང་ཆེ་བ་པུའུ་དེ་ཚོ་ད་ཡང་དེ་ཕ་མ་ཁ་བྲལ་ངེས་འདུག་པ་དང། ཡང་དེ་ཁ་ཆེ་ཡང་ཕ་མ་དེ་ཚོས། ཡིག་གང་ཡིན་ཡོད་དེ་ངས་འདི་འདྲ་ཁྱེད་རང་གི་བུ་རེད་ཡང་འདྲ་དེའི་སློབ་གྲྭ་དེ་ང་ཚོ་རྒྱ་གར་གཞུང་གི་རེད་དེ་ཡིན་ན་ཡང་ད་དེ་ནས་ཡུ་ནི་ཧྥོམ་དང་དེ་ཚོད་ཀྱི་གྲ་སྒྲིག་འདྲ་བོ་ཞིག་གཞུང་གིས་སྤྲད་ཀྱི་མི་འདུག་དེ་ནས་ཁོ་རང་ཚོ་སྒེར་ལ་བཟོ་དགོས་འདུག་སྒེར་ལ་བཟོ་བ་ཡིན་ན་ཁོ་ཚོས་ཡང་དེ་ཚོ་གང་ཡིན་འདྲ་བོ་སྤྲད་བསྡད་ཀྱི་འདུག་ག་ལ་ན་སྤུ་བ་ཞིག་ཡང་སྤེལ་ཤ་དེ་ང་ཚོ་ཡིས་ད་འདྲ་སྒོར་མོ་ང་བརྒྱ་ང་བརྒྱ་སྡུག་གི་ཡོད་སྨན་གྱི་ཆེད་དུ་སྨན་རིན་པོ་ཆེ་འདུག

ད་ལྟ་དེ་ད་ལྟ་ཞལ་འདེབས་བསྡུ་དགོས་ཡས་ཀྱི་རྒྱུ་མཚན་དེ་ག་རེད་ལབ་པ་ཡིན་ན། པུ་གུ་དེ་ཚོ་ད་ལྟ་དེ་དམངས་ཆེད་གསར་བ་འགྲོ་བ་རྐྱང་རྐྱང་སླེབས་དེ་རེད་ཁ་ཙམ་ད་པུ་གུ་རྙིང་པ་མང་པོ་ཐོན་ཚར་རེད། དེ་ནས་པུ་གུ་གསར་བ་སླེབས་དུས་ཙམ་པ་པུ་གུ་གསར་བ་དེ་ཚོ་ལ་ཡང་ད་ལྟ Scholarship དེ་རང་ལམ་སང་རག་གི་མ་རེད་རྗེས་མ་ལོས་ཀྱི་ད་བ། རྗེས་མ་ལོས་ཀྱི་དེ་ནས་དགུན་ཁ་དེ་བ། མ་གཏོགས་ར་ཡོད་མ་རེད་དེ་ཡང་དེ་ནི་ངེས་མ་ངེས་སྐོར་ལ་ཞིག་དེ་ཡང་ཡུ་ནི་ཧྥོམ་བཟོ་ཡོད་རེད་མང་པོ་ཞིག་བཟོ་ཡོད་རེད་དེ་གི་ཡུ་ནི་ཧྥོམ་བཟོ་རྒྱུ་དེ་གི་དཔེ་ཤག་དེ་ཡང་གསབ་ཐུབ་ཡོད་མ་རེད་དེ་ནས་འདི་ཙམ་བར་ཁྱེད་ཚོ་ལ་ཡང་རེ་བ་དྲོ་བོ་ངས་ཞུས་དེ་གོ་རེད་ཨེ་ནས་བུ་བཟོས་མང་ཆེ་དངོས་གནས་དམ་དྲོ་ས་བཟང་པོ་རོ་ཞིག་རེད་ད་བུ་བཟོས་ཡོད་དངོས་གནས་དེ་སྐྱོ་བོ་ཡོད་རེད།

དེ་བ་ལས་སྤུ་ཟེར་བས་དང་ག་རེ་ཡིན་ན་ཡང། Toothbrush དང Toothpaste དང་དེ་ནས་ད་ག་ནང་ནས Pen Pencil དེ་ནས་ཡང། སྤུ་ཟེར་ག་རེ་ག་རེ་གང་ཡིན་འདུག་ཡོད་མེད་དེ་འདུག་ལ་ཡང་ང་རང་གི་ང་རང་ངོས་ནས་བྱེད་འདོད་ནི་ང་རང་བྱེད་ཀྱི་ཡོད་དེ། དེ་མ་ཡིན་པ་ཡང་རོགས་པ་ཚོ་ཚོ་ཡང་ཏེ་ཞལ་འདེབས་འགྲོ་དུས་དེ་འདྲ་བྱས་ནས་ངའི་སློབ་གྲྭ་དེ་འགྲོ་བདེ་གོ་རེད། ང་རང་ཚོ་སློབ་གྲྭ་དེ་ཧི་མ་ཅལ་འདི་ནང་ལ་ཡོད་རྒྱུ་དེ་ཡིན་ཡང་ད་རྒྱ་གར་གཞུང་གི་རེད་དེ་ཡིན་ན་ཡང།

མང་ཆེ་ང་ཚོ་དེ་སློབ་གྲྭ་དེ་ནང་ལ་རྒྱ་གར་དགེ་རྒན་རྐྱང་རྐྱང་རེད་དེ་ཚོ་ཁོང་ཚོ་ལ་ཞེ་དྲག་ཚ་ནད་ཡོད་མ་རེད་ང་ཚོ་སྤུ་ཧེ་མ་ལའི་སྤུ་ཟེར་ལ་ཁོང་ཚོ་ལ་ཡང་ཚ་ནད་ཞེ་དྲག་ཡོད་མ་རེད་དེ་ནས་ཚོད་མ་ང་རང་རྒྱུགས་དེ་ཡོད་ཡོད་མ་ག་རེ་ག་རེ་བྱེད་དགོས་ཡོད་མེད་དེ་ནས་ང། འདི་འདྲས་འགྲོ་ཤི་རོགས་ད་འདིའི་རྗེས་ལ་སྐད་འདི་མ་མུ་མཐུད་བཤད་འདིར་མ་གི།
དེ་ནས་འོང་དུས་ལ་ཁྱེད་ཚོ་ལ་ཡང་རོགས་པ། ཁྱོད་རང་གི་ཆོས་གྲོགས་ཆ་ཚང་ལ་ཡང་ལབ་ནས་དེད་དེད་རོགས་པ་འདྲ་བོ་ངས་ཞུས་དེ་གི་རོགས་པ་གནང་རོགས་གནང་ཟེར་ནས་ལབ་དེ་གི་རེ་བ་འདྲ་བོ་བྱས་དེ་གི་ཡོད་དེ་ནས་དེ་ཙམ་པ་ཁྱོད་རང་ཚོས་ཡང་ད། ན་འགྲོ་ས་བཟང་པོ་རོགས་ཞིག་གིས་འགྲོ་གོ་རེད། ཀུ་མོ་རྒྱ་ཡག་རོགས་ཞིག་མི་སྒེར་གྱིས་འགྲོ་བ་ཡིན་ན་ཡང་དེ་ཡང་འགྲོ་ས་བཟང་པོ་འགྲོ་གོ་རེད། བསོད་ནམས་ས་ཡ་ཡག་གིས་ཞིག་འགྲོ་གོ་ཞིག་རེད་དྲན་གྱི་འདུག་ང་རང་ཡང་དེ་ལ་ཡང། ལས་ཀ་བྱེད་ཀྱི་གོ་སྐབས་ཐོབ་པ་དེ་ཡང་ཏང་ཨང་གིས་ཡང་དེ་བསོད་ནམས་ས་ཡ་ཡག་གིས་ཞིག་འགྲོ་གོ་ཞིག་རེད་དྲན་གྱི་འདུག་དེ་ནས་འཛིན་པ། ཁྱོད་རང་ཚོ་གིས།

ད་འདི་རྗེས་ལ། ངེད་ཀྱི་ཕ་འདུག་ཞེས། ད་ང་ལ་ཆོག་མཆན་རག་ཡ་ཅིག་རོ་གཉིས་བརྡུང་ཟོས་བས་ལས་འདི་ད་འདི་ན་ཡོད་རེད། ད་འདི་སྤྱི་ཟླ་དྲུག་པའི་ཚེས་ལྔ་ལ། ཨོ་དབང་འདུག་ལ་བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས་ཐུགས་ཆེ་གནང། ཁྱེད་རང་གི་རྒྱབ་སྐྱོར་གནང་བ་འདི་ལ་ཡང་ཐུགས་རྗེ་ཆེ་ཞུ་ཡ་ཡིན། དེ་ནས་རེད་ད་ཨ་ཁྱང་གིས་གསུངས་པ་ནང་བཞིན་ད། སློབ་གྲྭའི་ལབ་ནང་འགྲིག་གི་རེད་ང་ཚོ་དེ་སློབ་གྲྭ་དེ་ཧི་མཱ་ཅལ་ནང་ལོག་ལ་ཡོད་རེད་མཱན་དི་ལ་ཡོད་རེད་བོད་དར་ཤན་སངས་སྐྱིད་བི་ཏེ་ལན་སློབ་གྲྭ་ཡོད་རེད་དེ་ཡང་ད་སིང་ངེ་སློབ་གྲྭ་གི་ཡན་ལག་རེད་དེ་ཡིན་ན་ཡང་ད་བོད་དེ་ཚོ་ལ་སྒྲིག་ཆས་དང་ཡུ་ནི་ཕོམ་གི་དེ་འད་གི་ཡང་དཀའ་ངལ་དེ་འཕྲད་འད་གི་འདུག་དེ་འད་དེ་འད་ཡུ་ནི་ཕོམ་ཤུ་ཟ་དང་དེ་འད་གི་དེ་ཚོ་དཀའ་ངལ།

དེ་ནས་སློབ་གྲྭ་སྐོར་ལ་དེ་གསུངས་ན་འགྲིག་གི་རེད་ལབ་ན་འགྲིག་གི་རེད། སློབ་གྲྭ་དེ་ང་ཚོའི་མཚན་ཉིད་སློབ་གྲྭ་ཡི་ཡན་ལག་རེད། དེ་སློབ་གྲྭ་དེ་ཡང་ཧི་མ་ཅལ་ནང་ལོགས་ལ་ཡོད་རེད། ཡིན་ན་ཡང་སྟབས་བདེ་ཟུ་བོ་དེ་ཚོ་ལ་ཡང་ཐག་རིང་འདྲ་བའི་སྐྱོན་གྱིས་ཕ་མ་འདི་ཚོ་ལ་དེ་ནས་བུ་ཡིས་འགྲིག་བྱེད་དང་འདི་འགྲིག་གི་དངུལ། ལྟོས་ཡ་ལ་ཁག་པོ་སྒྲོག་བྱེད་ཀྱི་འདུག་དེ་ནི་ང་རང་ཡང་དེ་འདྲའི་བདེའོ་མི་འགྱུར་སྒྲོག་བྱེད་ཀྱང་ཚོར་འདྲ་བ་འདི་གི་འདུག་དེ་ནི་བཙོན་པ་དེ་ཁྱེད་རང་ལ་དྲི་བ་ཞུ་བ་ཡིན་མི་མང་ཚོས་ལ་དེ་འདྲ་རང་བརྗོད་བྱས་ན་འགྲིག་གི་རེད་ཐུགས་རྗེ་ཆེ་གང་འདུག་ལགས།
ད་དགོངས་དག་ངེད་ཀྱི་བརྙན་ཐུང་དེ་དཔེ་རིང་པོ་ཆགས་ཚར་བ་ཡིན་ནི་འདི་མ་བླུགས་བ་ཡིན་ན་ཡང་ང་ཡི་གི་རྫུན་མ་བཤད་རྒྱུ་འགྲོ་ཞིག་མཐོང་གི་འདུག་ཨ་ནི་གས་མི་མང་ལ proof སྟོན་ཡ་མེད་རྒྱུ་རེད་ཅིག། དཔང་རྟགས། ཚིག་ཐིག་ཚིག།
དཔེ་མི་སྲིད་པའི་དུས་ཆེ་འོང་འདུག་ལ་རྒྱབ་སྐྱོར་གནང་བ་འདི་འདྲ་ཐུགས་ཆེ་ཞུ་ཡ་ཡིན། ད་ང་དེ་མི་དེ་སློབ་གྲྭ་དེ་ནང་ལོག་ལ་ཡ། ད་སློབ་སྤྱི་འདྲ་བོ་ཡིན་པའི་ཁུར་སྐད་ཆ་འདྲ་བོ་རེད་ད། འཇོན་ན་མ་འཇོན་ན་ད་ང་ཚོ་དེ་མགོ་གང་ལ་སྐྱེལ་ཐུབ་སམ་པ་ད་དེ་ཅིག་བྱེད་དགོས་རེད་དྲན་འགྲོ།

ཨ་ནི། འདི་ནི་གནས་ཚུལ་ནི་རྫུན་མ་ཅན་མ་རུ། ཁྱེད་རང་ཚོ་རྒྱ་གར་ལ་འགྲོ་འི་ཞོར་ལ་བྱུང་ན། ཨ་ནི། ནཱ་ལི་དུ་ནི་ས་ཆ་ཡག་པོ་འདུག་ཁྱམ་ས། ཨ་ནི། ཞོར་ལ་ཡང་འདུག་རྩད་གཅོད་བྱས་ཡོད་རུང་བདེན་པ་རེད་དུ་མི་འདུག་ཨ་ནི། འདི་མ་འགྲིག་ལ་ཆགས་ཀྱི་འདུག་ཁ་བྱང་འགྲོ་བཞིན་ན་ངེད་ཀྱི་ཁ་བྱང་མ་སྤྲད། བདེ་རེད་ཤག་ཁ་བྱང་འདི།